ཡ། སྐུ་གཟུགས་བཟང་པོ་ཨ་ཉི་ཇུ་ལེ་ན། འཇིགས་ཀྱི་ཐིག་ནོར་ཨེ་བྷ་གྷེ་པུ། རོ་བརྩིགས་པའི་ག་བཀའ་འགྲོལ་ཨ་ལེ་ག། ངུ་ནུ་ག། ནི་ཐབས་ཤེས་དོར་འཇིགས་ཀྱི་ནད་པ་ད་ཞུ་ལེ་ལ། ལྗང་བུ་རོ་བརྩིགས་གང་སོང་རང་གི་ལ། ནི་འོ་ནེ་ཨ་ལ་གམ་ཨེ་བྷ་རོ་བརྩིགས་པའི་ག་བཀའ་འགྲོལ་ཨ་ལེ་ག་དང། ནི་ཕྲག་དོག་ཨ་ལེ་དང། བཞེས་དང་དགེ་བའི་བཀའ་ཏི་དང་དུར་བཀའ་འགྲོ་ལ་ལས་ཀ་ལྡན་ད་ནོག་ས་མིན་དང་ཞོ་འུ་དོ་ལྟ་བུ་མི་ནི་ལ་མ་འགྲིག་དཔེ་ལ་མོ་ཨ་ནི་འུ་དོ་ལྟ་བུ་བསམ་འཆར་ཟེ་མོ་ཨ་ནི་ངོ་ནོ་ལྟ་བུ་དུར་ཞུ་ལས་ཨ་ནི་ཞུ་ལས་ལ་ནི་ཨའི་སྟེང་སོང་བ་བག་གི་རོ་བརྩིག་པའི་ཞོ་གཙོ་གཙོ་ཧང་ག་སྟེང་གི་རོ་བརྩིག་བྱ་ཡ་ཨ་ནི་ལ་ན་ལོ་ཀ་སོང་གི་ཚིག་རྩུབ་ཡེག་པ་གམ་དུར་རོ་བརྩིག་བྱ་ལ་དུར་རང་ག་སེ་རང་ག་ལུས་སུ་ག་སྡུག་བསྔལ་འབྱུང་མ་གམ་དུར་རོ་བརྩིག་བྱ་ལ་ཨའི་སྟེང་སོང་བ་བག་ག། ཐུར་རང་ག་ནོག་ས་མིན་གན་པུ་ས་གན་ན་ལོ་ག་སོང་གི་ཨན་མ་ག་ལ་གམ་ཨོ་ན་ག་རོ་ཙིག་ཅ་ལ་ཨོ་ནུ་ཨུ་ནུ་སམ་ག་ཨེ་པ་རོ་ཙིག་པའི་ཨུ་དུ་སམ་ག་དེང་གི་རོ་ཙིག་ཅ་ལ་ཨོ་མང་གཞི་ཨ་ནི་མ་ལ་ཧྥོ་ནི་ཤ་ན་ནི་པ་རོ་ཙིག་པི་ག་ཇུ་ཙོ་ཨུ་དུ་སམ་གུ་ཨོ་ལ་ཨན་ཞུ་ལེ་ལ་ཨོ་ནི་ཨན་ལ་གམ་ཨོམ་ཨུ་དུ་རོ་ཙིག་པི་ག་ཀག་ཐབ། ཧང་ཨ་ལི་ཁེ་ལེ་ཡ་ཨ་ནེ་ལཱ། ཧང་ཨ་ནེ་ཧང་ཨ་ལི་ཁེ་ལེ་ཡ་ཨ་ནེ་ན་ན་ལོ་ཀ་སོང་གི་ཚིག་རྩུབ་ཡིག་བོད་ལ་ཁམས་མནོག་སམ་མི་འདང་ཁེ་པོ་གྱུར་ཅི་ཨ་ལི་ཁེའོ་ལ་ལ། ན་ལོ་ཀ་སོང་གི་ཚིག་མ་ལེགས་པ་ཚིག་རྩུབ་ཡིག་བ་ལ་ཁམས་སམ་མི་འདང་ཁེ་པོ་གྱུར་ཅི་ཨ་ལི་རེ་ནི་ལ་ཨེ་བ་རོ་ཚིག་བེ་དོར་ཤེག་བུ་མ་ལ་ཨན་ཞུ་ལེ་ལ།

སློབ་དཔོན་དགེ་སློང་ན་ག་བཟོ་བལྟ་བཟའ་ལ་སྐབས་སྟོང་སྤུ་སྐན་ལྷ་ན་ཡིག་བྷ་ལ་ཀམ་རང་གི་དབུ་ན་ག་བྷ་ཏྲ་བྷ་ཏྲ་ཨ་ནི་བུ་མང་གི་དབུ་ན་ག་རོ་བརྩིགས་པའི་ག་གོ་སྐབས་བྷ་ཏྲ་བྷ་ཏྲ་ཨ་ལས་མང་གི་བྷ་ལ་དབུ་ན་ག་མནོག་ཙམ་དུ་མི་རེ་གི་ན་ལུག་ག་སོང་གི་རང་དང་ཡིག་པའི་ག་གནས་དང་དབུ་ག་སྟེ་ནི་ཡིག་བྷ་ལ་མོ་ཧན་འུ་དུ་དུར་བསམ་ལོ་མི་ལས་ཁེ་ལས་ལ་མེ་ལ་ན་ལུག་ག་སོང་གི་བུ།

དད་ཆ་བཞི་དང་གཏི་མུག། འུ་ནུ་བག་གི་དབང་ག་ཞོན་ནས་རོག་སྟེ་བག་གི་སྐབས་བཟའ་ཡིན་ནམ་ཡིན་ལིས་སྐད་ནས་རོག། ན་ལོ་ག་སོང་ག་སེམས་སྐྱིད་པོ་བྱོས་དད་ཆ་བཞི་དང་གཏི་མུག་གི་སྐབས་བཟའ་ཨ་ནི་མ་ལ་འུ་དེ་གི་དབང་ག་ཞོར་ནི་རང་འོ་མོ་སྐྱོ་ནི་ཨེ་བ་ད་འུ་དུ་ད་བུ་ཚིག་རྩུབ་ཡེག་བ་འཇ་ཨ་ནི་འུ་དུ་ད་བུ་བསམ་བློ་གཤེགས་པའི་ཁེ་ལས་ཡོད་ལ་འུ་དུ་ད་བུ་བསམ་བློ་གཤེགས་པའི་རེ་ནི་ལ་ཨེ་བ་ཀེ་འོ་ན་སོང་ག་རོ་ཚིག་པོ་མང་ག་སྙིང་རྗེ་སྐྱེས་པའི་རེ་བས་ཨ་ནི་འུ་དུ་ད་བུ་འུ་དུ་ད་བུ་གུ་བ་ལ་ཨ་ནི་ཞུ་ལེ་ལ། ན་ལོ་ཀ་བཙོང་གི་རང་ག་ཚིག་རྩུབ་ཡིག་པ་ལ་ན་ལོ་ཀ་བཙོང་གི་རང་དང་བཅུ་ནི་ཡིག་པ་ལ། རོ་ཀ་རང་དབང་མ་འཇལ་ན་རོ་ཀ་བདེ་ཆ་བཞི་དང་གཏི་མུག་ཀ་དབང་འགའ་ཤོར་ནས་དེང་དང་ཡིག་པ་དགེ་བ་ལ་ན་ནི་འུ་དུ་ལྟ་བུ་རང་ག་སེམས་ག་ངེས་ཤེས་དང་རང་ག་སེམས་ག་ཡིད་ཆེས་དུ་གཤེགས་པའི་རིས་ནི་ལ་ན་ལོ་ཀ་བཙོང་གི་ཧང་ལྟ་བུ་ཡིག་ནི་བུ་རོ་རྩིག་པའི་མ་འགའི་ལག་དང་སྙིང་རྗེ་སྐྱེས་པའི་རེས་པས་ཨ་ནི་འུ་དུ་ལྟ་བུ་དུ་རུ་ཞུ་ལེགས་ཀྱི་ལ་ཨ་ནི་ཞུ་ལེགས་ལ་ཨོ་ནུ་ཀྱི་ལ་དུ་རུ། ནི་ཨུ་ནི་ཨ་ལ་གམ་ཐུར་རུ་ཨུ་ག་ཚིག་ཆེན་ཨའི་སྟེང་ག་ལུ་སུ་ག་ནི་མར་བའི་ཚ་ལས་དམངས་བུ་ཐུར་ཨུ་བྷ་གམ་རང་ག་ལུ་སུ་ག་དམའ་ཤོས་ལས་རང་ག་ལུ་སུ་སྟེ་གཡོར་འཇོག་མའི་རང་ག་ལུ་སུ་སྟེ་ཟོག་རྟ་མོ་ག་ཨུ་ནུ་ད་བུ་ཐུར་ཀི་ཀེ་བར་ལེན་བྷ་ལ་གམ་ཨུ་ན་ག་ཐུར་རོ་ཐུར་ཚིག་པའི་ཨུ་ནམ་ཨུ་ན་ག་བུ་རོ་ཚིག་པའི་མང་པའི་རྒྱུ་བ་ལ་ཨན་ཤུ་ལེ་ལ། རང་ག་ལུ་སུ་ག་སྡུག་བསྔལ་ཧང་ད་བུ་འཇུག་ནི་བུ། རང་ག་ལུ་སུ་ག་དམའ་ཧང་ད་བུ་འཇུག་ནི་རང་ག་ཟོབ་རྟ་ཀེ་བུ་ཟོབ་རྟ་མོ་ཧང་ད་བུ་ཀེ་ནི་བུ། ཨུ་ནུ་ཀེ་བུ་ཤུ་བསམ་ལོ་ཧང་མི་ལེ་ཁེ་ལེ་ཡ་ཨ་ནི་ལ།

མ་ངེས་མོ་ལ་མར་པའི་ཚ་ལས་དམངས་པོ་དབུ་བ་གམ་འཇམ་སྐད་མཆོག་གསུམ་ག་ཧབ་དོར་ཆོས་འཕགས་བིན་ཅག་དགེ་ལྡན་དཀོན་མཆོག་ག་ཆོས་འཕགས་བིན་ཅག་བླ་མ་དཀོན་མཆོག་བླ་མ་སོགས་དཀོན་མཆོག་གསུམ་ག་དད་པ་ཅག་གིས་ནི་རང་བུ་ཅག་མར་པའི་ཚ་ལས་དབུབ་དོར་བོ་ན་ན་ལོ་ཀ་སོང་སྐད་པོ་ཤ་ཤེས་ནས་སྒོ་བ་ཤ་འོ་ཕག་པ་ཤ། མནའ་མས་ས་མས་སྲོག་ཏུ་ཕུལ་ནས་གཏམ་ཀུན་བརྒྱབ་ནས་ཡུལ་བརྒྱབ་ནས་རོ་དགའ་བ་ཀིར་པ་བླ་མས་ཡང་ནི། འཇང་དབུབ་གཏོར་ཨུ་ཐུག་པ་མ་བཟའ་ནི་བཤའ་གཏམ་བཀོད་ཡུལ་ཧང་ན་མ་བརྒྱབ་ནི་སྐྱེ་འཇུ་གསུམ་ཀ་འདས་པ་ནི་སྐྱེ་འཇུ་གསུམ་ཀ་ཆོས་འབབ་པའི་སྐྱེ་འཇུ་གསུམ་ཀ་བསིལ་བ་བཏབ་ནི་བླ་མ་དཀོན་མཆོག་ག་ཡི་ཆེ་ཨ་ནི་སྦྱིན་པ་བཏང་ནི་བུ་འཇང་རྒྱལ་པོ་ཨུ་ཐུག་ལྟ་བུ་སྡུག་བསྔལ་འཇུག་ན་ན་ཨ་ནི་འུ་ཐུག་ལྟ་བུ་བསམ་བློ་མེད་ནི་རོ་བརྩིག་ན་མེད་ཨུ་ཐུག་རྒྱལ་པོ་རོ་བརྩིག་པའི་མང་པ་ལ་རང་ག་རྨིས་ཚེ་ག་སྡུག་བསྔལ་འཇུག་ང་ཤོ་ཨེ་བ་ག་ཚེ་སྔ་མ་ག་ལས་ཚེ་སྔ་མ་ག་སྐར་མ་གད་བུ་ཚེ་སྔ་མ་ལས་གད་བུ་མ་དག་པ་སྟེང་གི་ཨོ་མ་འབྱུང་བྱ་གི་ལ་དབུ་མ་དཀོན་མཆོག་གསུམ་ཀ་གསལ་བར་བཏབ་ནས་དཀོན་མཆོག་གསུམ་ཀ་ཁྱད་པར་བས་ནི་དཀོན་མཆོག་གསུམ་ཀ་སྦྱིན་བདག་ནི་དཀོན་མཆོག་གསུམ་ཀ་སྐྱབས་རེ་ནི་དབུ་ནག་བསོད་ནམས་ཀྱི་ཆོས་དབྱེ་བ་ཀ་མ་འོངས་པ་ཀ་ཚིག་ངན་བསྐལ་པ་ཀ་ཚིག་ངན་བསྐལ་པ་ཀ་བསོད་ནམས་བསགས་ན་མེད་ལ་དབུ་ནུ་བསགས་ཀྱང་དབུ་མ་ཨོ་ད་མི་ཚེ་ཀ་སྡུག་བསྔལ་མྱོང་ཁ་ཕྱོགས་གོང་མ་བསྐལ་པ་ཀ་དབྱེ་བ་ཀའི་ལས། སྡིག་པ་ལས་མང་པོ་ཨ་བ་དན་གྱི་དབུ་མ་མར་པའི་ཚ་ལས་ཨུ་དུ་ད་བུ་འབྱུང་བྱ་གྱིས་ལ་ཨན་ཞུ་ལས་འུ་དུ་ཁའི་བུ་འབྱུང་མ་ཞུ་རང་གི་ཡིད་ཆེས་དང་ངན་ཤེས་དུར་གཤེགས་པའི་རེ་ནི་ལ་ཨོ་ད་མི་ཚེ་ཀ་རང་ཀ་ལུས་སུ་ཀ་ན་ཚ་ཧང་ད་བུ་ཨུ་ནི་བུ་ཨོ་ན་ཀ། ནི་རང་རོ་རྩིག་པའི་དང་སྡུག་བསྔལ་མ་གཤེགས་པ་ཨ་ནི་འོད་དུ་ལྟ་བུ་ཞུ་ལས་ཀྱི་ལ་ཨ་ནི་ཞུ་ལས་ཨུ་ལྟོ་བུ་དཔེ་ཆ་ནང་ག་ཧང་དེ་སྲུང་མ་ལ་འོ་ནི་དོར་སྲུང་མ་ལ་མེ་ནང་དེ་སྲུང་མ་ལ་འོ་ནི་སྲུང་མ་བྱ། ལུས་ལ་གནས་པར་འབྱུང་བའི་ཚེ་སྔོན་གྱི་ལས་སུ་ཤེས་པར་བྱ་ཨ་ནི་ཨེ་བ་ཀ་ཀླུའི་ང་ཡི་གསུམ་ཀ་སྡུག་བསྔལ་ཧང་ལྟ་བུ་འབྱུང་ནི་བུ་ཨོ་མ་ད་ལྟ་བ་སྡུག་བསྔལ་ཧང་ལྟ་བུ་འབྱུང་བ་ཐམས་ཅད་ནི་ཨེ་བ་ཀའི་གོ་མ་ཀལ་བ་ཀ་ལས་ངན་པ་བསགས་པ་ཀ་རྟེན་གྱི་ཨུ་ལྟོ་བུ་དྲིལ་བུ་ཀ་རྟེན་གྱི་ཨོ་མ་སྡུག་བསྔལ་འབྱུང་བྱ་སྐྱེ་བ་ཤོ་ཨེ་བ་ཀི་སེ་ལེ་ཁེ་ལེ་ན་ཨ་ནི་འུ་དུ་ད་བུ་དཔེ་ཆ་ནང་དགའ་བོ་སྲུང་མ་ལ་ཨ་ཡི་ཞུ། འུ་དུ་ད་བུ་དུར་བསམ་བློ་མི་ལེགས་སེང་ནི་ལ་ཨེ་བ་ཀི་རོ་རྩིག་པའི་ཀ་འགྲོ་ལ་ལེ་རེ་བའི་ནི་གི་སྡུག་བསྔལ་བུ་སྙུང་སྙུང་རི་འདི་ལེ་དགི་བ་ལ་ཨ་ནི་ཞུ་ལེ་ལ་ངོ་ནི་ལ་འུ་དུ་ད་བུ་དུར་ཧ་གོ་ལེ་མ་ནི་ལ་ན་ལོ་ཀེ་སོང་གི་ཚིག་དུར་ཡིག་པ་ལ་ན་མེ་ས་མི་རོ་རྩིག་པའི་འུ་འཇ་ལ་ན་ལོ་ཀ་སོང་གི་ལྟད་པ་དུར་བིན་པ་ནི་ལ་ན་མེ་ས་མི་ཤོ་ན་བི་ལི་འུ་འཇ་ལ་ནི་འུ་དུ་ད་བུ་འུ་ན་མི་ནི་རང་ག་ལུ་སུ་ག་སྡུག་བསྔལ་དུར་འབྱུང་པ་ནི་ན་མེ་ས་མི་རོ་རྩིག་པའི་བ

རོ་རྩིག་པའི་བཀའ་བཏབ་པ་ནི་རོ་དུར་ཨེ་བ་ཀའི་ཁོང་ཁྲོ་རོ་རྩིག་པའི་མོ་བ་ཟད་པ་དོར་བསྒོམ་པའི་རེ་ནི་ན་མི་ཚེ་གེ་བུ་ག་ཀི་ཏུ་ཆོ་ལེ་རེ་བའི་བཞུ་ལེ་ལ་ཨེ་བ་ཀ་ཨུ་མ་སྡུག་བསྔལ་ག་སྡུག་བསྔལ་སྤྱོད་གང་ཞིག་པུ་ར་ཨེ་བ་ཀའི་ཟད་པ་བསྒོམ་པའི་མར་བ་རོ་རྩིག་ནི་བསྟི་སྟང་ཡེག་པ་བསྟི་སྟང་རོ་རྩིག་ནི་བསྟི་སྟང་ལུས་སྲུ་ག་སྡུག་བསྔལ་མྱོང་པོ་ཉུང་ནི་ལ་ཨོ་ན་ག་རོ་རྩིག་ནི་བསྟི་སྟང་ན་ལོ་ཀའི་སོང་གི་ཚིག་མ་ལེགས་པ་ཆ་སི་མ་ལེགས་པ་ཡིན་ནི་ལ་ཨོ་ན་རོ་རྩིག་པ་བསྟེན་གི་ཨེ་བ་སྡུག་བསྔལ་གི་སྡུག་བསྔལ་མྱོང་ན་མེ་ལ